བསམ་བློ Test ལས། ད་ག་ཟིན་སློབ་ཚན་གྱི་ནང་ལོགས་ལ་ངས་བགྲང་བྱ་ངོ་སྤྲོད་བྱས་ཡོད་རེད་བ། བགྲང་བྱ། བགྲང་བྱ་རྫུན་མ་བགྱིས་ནས་ཡང་ན་བགྲང་བྱ་ལྟར་སྣང་བགྱིས་ནས་བགྲང་བྱ་དྲག་མ་བགྲང་བྱ་འདྲེས་མ་བགྱིས་ལ་ཚུལ་མཐུན་ཟམ་པ་མང་པོ་ཅིག་གིས་དཀའ་ངལ་འཕྲད་ཡོད་ས་རེད་བྱས་ཙང་དྲི་བ་ཡང་མང་པོ་བསླེས་འདུག་བྱས་ཙང་ངས་དྲི་བ་སྤྲད་སྐྱོར་དྲུག་དེ

ཐ་གཉིས་བྱེད་པ་གསུམ་འདི་ན་ལོ་ལ་ཐེངས་ག་ཚོད་རེད་ཐེངས་མ་གཅིག་ཡོད་རེད་བ་ཨོ་གཉིས་གཅིག་གིས་ཨ་ན་ལན་ག་རེད་གཉིས་རེད་བ་ལྟ་ཁོ་གཉིས་ཐེངས་གསུམ་ན་ལན་ག་རེད་དེ་རེད་གསུམ་ནས་གཉིས་ཐེངས་ན་གཅིག་རེད་ལྟ་གཅིག་འདིའི་ཨོ་དེ་ག་རེད་ལ་ན་དགོས་ལྷག་དགོས་པའི་ལྷག་མ་དེ་བྱེད་གང་གི་གཅིག་དེ་ག་རེད་ལ་ན་དགོས་ཐོབ་ལྟ་དེ་བགྲང་བྱ་བགྲང་མ་ལ་ག་འདྲེ་སོགས་རེད་ལ་ན་གང་གི་དངོས་པོ་དགོས་ཐོབ་བྱོས་རེད་བ། འོ་དེ་སྔོན་པོ་གོས་ཐོབ་དེ་གར་བྱས་ལ་ན་ཡ་ཁ་ཏུ་ལོ་ག་བྲིར་གཅིག་གང་ཛྭ་ལའི་དོན་དུན་ལ་བྲིར་གང་ཛྭ་གཅིག་བྱས་ད་དེ་བྱས་ལ། འདི་གོས་ལྷག་དང་གོས་ཕྱེད་བྱས་ལ་དེ་ནས་གཉིས་ཚོན་མདོག་དམར་བོ་དང་ལྗང་གུ་བྱས་ལ་འདི་གང་ལ་ཡོད་ཀྱོ་དེ་ང་ཚོས་འོག་ལ་བྲིའོ་རེད་གོས་ལྷག་དེ་འོག་ལ་ཡོད་ཀྱོ་དེ་གང་ལ་བྲིར་ད་དེ་འདྲས་བྱེད་དུས་བསམ་པ།

གཅིག་ང་གཉིས་ནང་ལོག་དུ་སོགས་བཀོད་ཡོད་ལ་གཙང་མ་ཆགས་སོ་བ་དྲི་བ་གཉིས་པ་བཅས་ད་དྲི་བ་གསུམ་པ་དེ་གཅིག་པོ་གཅིག་རྐྱང་བཅོ་ལྔ་དགོས་བདུན། ཡ་བདུན་འདི་འདྲའི་བཅོ་ལྔ་ནང་ལོག་ཐེངས་མང་ག་ཚོད་ཡོད་རེད། བདུན་གཉིས་ཀྱི་བཅུ་བཞི་རེད་བ། འདི་ལ་བདུན་གཉིས་ཁྲི་འོ་ལ་བཅུ་བཞི་ལི་རེད་བ། བཅོ་ལྔ་ནས་བཅུ་བཞི་ཐེངས་ན་གཅིག་ལྷག་སོ་བ། ད་ང་ཚོ་དོན་གྱིས་ནང་བཞིན་ད་ཡ་གང་ལ་འགྲོ་ཡོད་དེ་ག་རེ་རེད།

བདུན་བཞི་ཉི་ཤུ་རྩ་བརྒྱད་ཕྱེད་དྲགས་སོ། བདུན་ཕྱེད་པ་ཐེངས་མ་གསུམ་ལུགས་སུ་ན་ལན་དེ་ཉི་ཤུ་རྩ་གཅིག་རེད། ཁོ་གཉིས་ཐེངས་གསུམ་ན་ལན་དེ་ག་རེ། བཞི། ད་ང་ཚོ་ལོ་འགའི་དེ་ཕྱི་ལོ་གསུམ་དེ་ཡིན་པ་གསུམ་ནང་ལོགས་ནས་དམིགས་བསལ་གང་དགོས་ཐོབ་བྱོས་རང་གསུམ་དེ་ག་ཅིག་རེད། གསུམ་དེ་ཡང་གང་ལགས་འདུག་རེད་མ་རེད། གསུམ་དེ་དེ་ག་འདྲ་རེད་དགོས་ཐོབ་ནས་ལས་སྐྱོར་ད། ད་དེའི་འོག་གི་བགྲང་བྱ། ངོ་མ་དེ་ག་འདྲ་ཟེར་ཡག་རེད།